རེད། སྲིད་དོན་སྤྱི་ཡག་ས་མཁོན་ལྷན་རྒྱས་དག་གི་རྒྱལ་སྤྱིའི་དཔེ་འཛིན་དྲ་སྙན་ངག་ཕ་ཁྱིམ་ནང་མི་ཡུལ་དུ་བལྟམས་ནས་ལོ་འཁོར་དྲུག་ལོན་པའི་མཛད་སྒོའི་དུས་སྟོན་གྱི་ལེ་ཚན་གཉིས་པ་དུ་མགོ་མ་བརྩམས་པའི་སྔ་རོལ་དུ། འདི་ནས་སྙན་ངག་ཕ་ཁྱིམ་གླིང་གི་ཚོགས་མི་རེ་འགའ་ཞིག་གིས་ད་ཐེངས་ཀྱི་སྙན་ངག་ཕ་ཁྱིམ་གླིང་གི་མཛད་སྒོའི་དུས་སྟོན་དེའི་ཆར་ལྟ་སྐུལ་གནང་ཡོང་ནོ་གི་ཤིས་ཚིག་རེ་སྒྲོག་འདོན་བྱེད་ཀྱི་རེད། འདི་ཤིས་ཚིག་སྒྲོག་འདོན་ཞེས། མཚར་མོ་དགོས་རྒྱུའི་དེ་ནི་ད་དེ་རིང་གི་ང་ཚོ་བོད་ནང་གི་ཆུ་ཚོད་གཅིག་དང་ཕྱེད་ཀའི་སྟེང་གི་མཛད་སྒོ་གི་ལས་རིམ་ཁག་གཉིས་པ་དེ་དངོས་སུ་མགོ་རྩོམ་རྒྱུ་ཡིན།
སྙན་ངག་ནི་མིའི་རིགས་ཀྱི་མཛེས་སྡུག་གི་གསང་ཚིག་སྟེ། སྙན་ངག་ཁོ་ནའི་འཇིག་རྟེན་གྱི་མཐའ་ཡས་པའི་སྡེ། བདེན་པའི་རང་བཞིར་ལ་ཁ་ཡ་བྱེད། སྙན་ངག་ནི་ཚེ་སྤྲོག་གི་ཆེས་བླ་ན་མཐོ་བའི་རྣམ་འགྱུར་ངོ་མ་དེ་ལགས། དེའི་ཕྱིར་ཁོ་བོ་ཡང། སྙན་ངག་མཁོན་དང་སྙན་ངག་གི་ཚེ་སྤྲོག་ལ་ལྷག་ཏུ་གུས། གཞོན་སྐྱེས་སྙན་ངག་ལ་དུང་བ་མང་པོ་ཞིག་གི་སེམས་ནང་ལ་བོད་ཀྱི་སྒྲོན་མེ་ཤོར་བའི། གཉའ་ངག་གི་ཕ་ཁྱིམ་མི་གཡུར་དུ་བཏབ་ནས་ལོ་ངོ་ཧྲིལ་བོ་དྲུག་ལོན་པར་སྙིང་ནས་རྟེན་འབྲེལ་བགྱི། གཉའ་ངག་གི་ཕ་ཁྱིམ་ལགས་ཁྱེད་འདི་ལྟར་ཉེ་གཞོ་མེད་པར་ཡིད་ནས་ཡིད་འདི་བརྟན་པར་སྨོན། རྫ་ཚེ་རིང་བཀྲ་ཤིས་ཀྱིས།
མཚར་སྡུག་སྡེབ་ལག་སྙན་ཚིག་ཞི་བའི་གཏེར། དབྱངས་ཅན་མགྲིན་པའི་རྫས་ལྔ་ཡང་ཡང་སྤྲོད། སྡེ་བཞིའི་ཕུན་ཚོགས་ཧྲི་བཞིའི་དཔལ་དུ་དྲངས། རྩོམ་རིག་ཁྱུ་གཅིག་གཞོན་ནུའི་མཛེས་ཁྱུར་གཅིག། མིག་ཡངས་ལྷ་ཧྲིག་གིས་ཉིས་སྟོང་བཅུ་དྲུག་ལོའི་ཟླ་གཅིག་ཉི་པའི་ཚེས་བཅུ་བདུན་ཉིན།
སྙན་བརྒྱ་ལྷུག་ཚིག་གི་སྦྱོར་བ་ལ་ངག་དྲན་གྱིས་དཀྲུགས་ཀྱིས་ང་རང་འཁྱུད། ཕ་ཁུ་སྙུག་གསེར་སྤུན་གྲོགས་དག་ཁྱིམ་འདི་ནས་མི་ཉམས་ཁྲི་ལོར་ཤོག་ཨ། སྙན་རྩོམ་ལེགས་བཤད་གཏམ་གྱི་མཆོད་སྤྲིན་དང་ངག་རིག་ཞི་བའི་སྒྱུ་རྩལ་རྒྱུན་འཁྲིད་ཀར། ཕ་མའི་རྒྱུས་པའི་རྨ་ཤིང་འཛམ་ཁྲིམས་ལ་ཁྱིམ་མི་གཞིས་བྱེས་གཉིས་ཀྱིས་དགའ་སྟོན་རོལ། འབར་དབྱངས་ཡིག་གིས།
ངག་རིག་དབྱངས་ཀྱི་ཧྲིལ་པོ་འབའ་ཞིག་གིས། ཕ་ཡུལ་ཤེས་རིག་ལ་བཞེངས་ཕ་ཁྱིམ་དུ། འཁྲུངས་ནས་ལོ་དྲུག་འཁོར་བའི་འཁྲུངས་སྐར་ལ། བླ་ནག་པ་ཡིས་བླ་སྲོག་དབྱངས་ཀྱིས་འབུལ། བླ་ནག་བཀུར་དགོས་ཀྱི།
ཚོགས་པ་གཏོར་བཤིག་གིས་ས་ཆེན་པོའི་ལག་མཐིལ་བརྒལ། མཐུན་སྒྲིལ་གྱི་བློ་གྲོས་ཕྱི་གཅིག་བསྡུས་སྐྱོད་དང་ཁྱེད་ཅག་ནི་བོད་སྐད་ལ་མཆིས་པའི་ཤེས་སྐལ་ཕྲེང་བ། ནམ་ཡང་བདེན་པ་དང་གནས་ལུགས་བསྒྲེང་དགོས། གླིང་བཟའ་དཔའ་སེང་སྒྲོལ་མའི།

བོན་གྱི་སྙིགས་ཚོགས་ཁྲོན་པའི་དཀྱིལ་འཁོར་ན་སྙིགས་ཀྱི་དཔའ་བོ་སྟོང་གི་སྙིང་སྟོབས་ཀྱིས། གངས་རིའི་སྐྱིད་སྡུག་བླུ་རུ་གྱེར་བའི་ངག་མ་འགག་ས་སྟེང་སྣ་བའི་མཐའ་རུ་སྒྲོགས།
ཁ་བའི་ཁྲག་གི་ལོ་རྒྱུས་སྨད་རུ་འཁྱིལ། ཁ་བ་གངས་ཀྱི་ཕ་ཤུལ་སྟོང་ལ་སྙེགས། གངས་སེང་ལྔ་སྐྱིལ་སྙོམས་པའི་ཕ་ཁྱིམ་ན། སྙིགས་ཀྱི་མཚོན་ཆ་དུས་ཀྱི་དགོས་མཁོར་གྱུར།
ངག་རིག་གླུ་གར་སྙན་རྩོམ་རོགས་གླིང་དང་སྟོད་རའི་ནང་གི་མེ་ཏོག་སྣ་བརྒྱ་བཞིན་དབྱིངས་ཅན་ལྷ་མོ་མགུ་བའི་སྐྱེད་ཚལ་དུ་མཁས་མང་མགྲིན་པའི་སྙན་ངག་གར་དུ་བརྩིས།
སྐད་ཅིག་མཛེས་པ་མགྲིན་པའི་རོ་ལ་འཁྱག། སྙན་ངག་བདུད་རྩི་མྱུ་གུའི་རྩེ་ན་བཞུར། རྣམ་དཔྱོད་རིག་པའི་གློག་ཞགས་མཁའ་ན་འཁྱུག། རྩོམ་རིག་མེ་ཏོག་བང་རིའི་སྔུན་ན་བཞད།
ཤར་ནུབ་དུས་དང་ཁོར་ཡུག་མི་གཅིག་ཀྱང་ཤ་ཁྲག་གཅིག་གི་བརྩེ་འདང་སྦྲང་རྩིས་བསྐྱིལ། མ་བུའི་ངང་གིས་འདུ་བའི་སྦྲང་མ་བཞིན་རིགས་ཀྱི་སྤུན་ཟླ་ཁ་པར་གཅིག་ཏུ་འཛོམས།
མྱུ་གུ་བཟུང་ནས་མྱུ་སྐད་གསོན་པོ་ཤོད། མྱུ་གུ་འགུལ་ནས་རྒྱུད་གསལ་རེ་བ་སྐྲུན། རེ་བའི་གསོན་ཤུགས་མྱི་གའི་རྩེ་ལ་དྲོངས། མི་རིགས་མདུན་ལམ་མྱི་གའི་རྩེ་ནས་བཏོན། ཁ་དང་མྱི་གུ་མཐུན་པའི་བཀྲ་བཏང་ན། ཁ་བ་གངས་རིའི་ལས་དབང་ངག་ལ་གྱེར། ཁ་བ་ཀ་རོ་ལྟ་བའི་སྙན་ཚིག་གིས། མཁའ་རྒང་དྲག་བོའི་ཚོགས་འདི་ཤེས། བཞི། ཉིས་སྟོང་བཅུ་དྲུག་ལོའི་ཟླ་བཅུ་གཉིས་པའི་ཚེས་བཅོ་ལྔ་ཉིན།
རང་བཞིན་སྤོབས་པའི་བཟོ་ལ་འབར་བ་དང། སྣ་ཚོགས་སྔགས་ཀྱི་ཉམས་ཀྱིས་རྫོགས་པ་ལ། དབྱངས་ཅན་དཔལ་མོ་རྒྱུད་པའི་འཛུམ་འཁྱིལ་བ། སྐྱེ་རྒུའི་ཡིད་འཕྲོག་སྙན་ངག་འཐུས་པར་གྲགས། གཞིའི་འཇིགས་མེད་འགྲོ་ཕན་གྱིས་ཕུལ།
དམའ་བའི་སྐྱེས་ལ་དབྱིངས་སྐྱེས་རོ་ལྡན་ཅིང་ཡིད་ཀྱི་འཁོར་ལ་མཚོ་རིའི་སྤྲིན་འཁྱིལ་བ། ངག་རིག་སྒྱུ་མའི་འཕྲུལ་གྱིས་འཇུག་ངག་ཆེ་སྙན་ངག་ཕ་ཁྱིམ། སྙན་ངག་ཕ་ཁྱིམ་མཚོ་ཞིང་དགའ་མ་ཁྱིམ། ཚོགས་གཙོ་འབའ་སྐྱིད་ཀྱིས།
སྙམ་པ་ཞོག་ཀུན་འཕུར་བའི་པྲ་ཚོམ་ཞིག། ངག་རིག་དབྱངས་ལ་འགུག་པའི་ཀ་རྟགས་ཤིག། ཕ་སྐད་མ་ཡིག་སྐྱིད་པའི་སློབ་གྲྭ་ཞིག། ཁྱིམ་འདི་དཔོན་གྱི་འཛིན་གྲྭར་འགྱུར་ནི་མེད། ཉིས་སྟོང་བཅུ་དྲུག་ལོའི་ཟླ་བརྒྱད་གཉིས་པའི་ཚེས་བཅུ་ཉིན་ཚོགས་གཞོན་སྡོང་ཆེན་པོ་ནས།

རེད། སྲིད་དོན་གྱི་ས་འཁོན་ལྷན་རྒྱས་ང་ཡིན་ན་ཐེངས་འདིའི་མདོ་འཛིན་པ་བསོད་ནམས་རྒྱལ་ཡིན།
ང་ཐེངས་འདིའི་མདོ་འཛིན་འཕེན་ཆུང་ལ་སྒྲོལ་མ་ཡིན། རེད། སྲིད་དོན་གྱི་འཕྲིན་གྲོགས་ལྷན་རྒྱས་དུས་ད་ལྟ་ཁྱེད་རང་ཚོས་དར་ལྷུང་སྣ་ཡི་བདུད་རྩི་དང་ཁྲ་ཆུང་མི་གའི་དགའ་སྟོན་དུ་སྙན་ལྷང་ལྷང་གི་འགྱོད་བཞིན་པ་འདི་ནི། དཔེ་འཛིན་གྲྭ་སྙན་ངག་ཕ་ཁྱིམ་གླིང་མི་ཡུལ་དུ་བལྟམས་ནས་ལོ་འཁོར་དྲུག་ལོན་པའི་མཛད་སྒོའི་དུས་སྟོན་གྱི་ཁག་གཉིས་པ་ཡིན། མཚོ་ལྷོ་བྲག་དཀར་གྱི་གླུ་མ་གནམ་མཚོའམ་རི་སུའི་ཕྱི་སྐྱོང་ཆོ་ག་ནི་དུས་རབས་གསར་པའི་ནང་བོད་ཀྱི་ཐུན་མོང་མ་ཡིན་པའི་ལག་བཞི་ཤ་སྐྲང་འདྲ་བའི་ཐད་ནུས་པ་བླ་ལྷག་ཐོན་པའི་གླུ་མ་ཞིག་ཡིན་པར་མ་ཟད་བཞད་གད་སྒྱུ་རྩལ་གྱི་ཆེད་དུ་རང་ནུས་འདོན་བཞིན་པའི་དཀྱུས་མ་ཡ་རབས་ཤིག་ཀྱང་ཡིན། ད་ལོར་འབའ་ཡུལ་གྱི་འགྱུར་ཁུག་ཅེས་པའི་དབུ་བཞུགས་དགོང་ཚོགས་སྟེང་ཆོས་ཞིབ་བྱས་ཏེ་ཀུན་ལ་དམར་རྩལ་གྱི་གཟི་བྱིན་གཅེས་སུ་ཕུལ་བས་ཀུན་གྱི་དགའ་བསུ་ཐོབ།

རེའི་རྩེ་རིན་གྱི་ས་འཁོན་ལྷན་གྱིས་རྩེ་ཞལ་སྟོང་དར་དཀར་བོའི་བཞད་རས་ལས་ལྷགས་པའི་རབ་དཀར་ཁ་བའི་མེ་ཏོག་གི་འདབ་ལོ་ཡོངས་སུ་དཀྲོལ་བའི་གསེར་ལྡན་ས་ལེའི་དཔལ་འབྱུང་སྐྲག་པའི་ཡུལ་འདི་ནི་དངོས་གནས་གླུ་གར་གྱི་རྒྱ་མཚོའི་སྟེང་སྒྱུ་རྩལ་གྱི་དོ་ར་ཞིག་སྟེ། སྐབས་འདིར་ཡང་སྙན་ངག་མཐའ་ཁྱིམ་གླིང་མི་ཡུལ་དུ་བཏབ་ནས་ལོ་འཁོར་དྲུག་ལོན་པའི་མཛད་དགེ་དུས་སྟོན་གྱི་སྟེང་མགུར་དབང་ཆེན་ལགས་ཀྱིས་བྱང་ཆུའི་ལྟ་བཤད་ཟེར་བའི་ལེགས་སྐྱེས་གཟིགས་ཕྱིར་ཡོངས་ཀྱི་རྣམ་པ་ཚིག་ཉམས་སུ་བཞེས་རོགས།
ཧོ་ཧོ་ཡ་ལོ་ད་ཕ་ཁྱིམ་མཛད་སྒོའི་ནང་གི་དགེ་རྒན་རྣམ་པ་དང་དེ་ནས་གླུ་བ་གླུ་མ་སྒྱུ་རྩལ་པ་རྣམ་པ་ཚང་མ་བཀྲ་ཤིས་བདེ་ལགས། ཨོ་དེ་གུ་ད་ངས་འདི་ནས་ལྟ་བཤད་ཙིག་མ་ར་ཅིག་བྱེད་ཁ་ཟིག་ཡིད་ལ་དེ་གུ་ད་སྤྱིར་ཡིན་ན་ང་ཚོ་བོད་གི་ད་བཅའ་བཤད་ཆང་བཤད་ལྟ་བཤད་དགའ་བཤད་ལ་སོགས་པ་ད་ཧ་ཅང་གི་བཤད་པ་མང་བོ་ཟིག་ཡོད་གི་དེ་ཡིན་ན་ད་དེ་བྱ་འགོ་དེ་དང་སྐབས་ཡིན་ན། ཨ་ད། རེས་འགའ་ཟིག་ཉམས་དགོས་ནོ་གི་སྐབས་རེ་ཟིག་གོ་གི་ད་ཡིན་ན་ཅིག་ལྟས་མི་གི་ད་ལི་དེའི་སྐོར་དུ་མོ་རེ་བཤད་ལ་ཐུ་ཟེར་ནས། ཨ་ད་ང་ད་ཚོགས་གཙོ་ལགས་གི་ཡང་སོང་གོ་གི་ད་གི་ཁོང་གི་རེ་བ་ལྟར་དུ་ད་ངས་འདི་ནས་ལྟ་ཕྱི་ཙི་ག་ཐོང་ཐོང་ཟིག་བཤད་ཁ་ཟིག་ཡིག་གོ། ཡ། ད་བཀྲ་ཤིས་པའི་ཉི་མ་དོན་འགྲུབ་པའི་ཉི་མ་སྤྱིར་ཕུན་སུམ་ཚོགས་པའི་ཉི་མ་འདི་ལ།

དཔེར་ན་སྡིག་རྒྱམ་ཚི་མགོ་གི་གསེར་ཏོག་འདྲ་འདྲ་དཔའ་ཡང་ཐུང་མགོ་གི་ནོར་རུ་འདྲ་འདྲ་མགོ་གོང་གི་མོག་འདྲ་འདྲ་ལས་གོང་གི་ཁྲིམས་འདྲ་འདྲ་བློ་གཏོང་ཁོ་ན་ཨམ་ཉིའི་ཆར་རྒུན་འདྲ་འདྲ་འབྲི་ཁོ་ཆུང་ཧ་ཁའི་གཟི་ལྔ་འདྲ་འདྲ་ཡང་ན་ཆིག་ཆིན་བྱ་ན་དེ་ཉིད་གོས་ནི་ལྕམ་པོ་འཇིག་རྟེན་བྱ་ན་མགོ་ཁོང་ལྟོགས་ནི་ལྕམ་པོ་མི་བག་རྣམས་འདྲ་བ་དག་གིས་ད་ཕ་ཁྱིམ་གླིང་མེད་དུ་བཏབ་ནས་རྡོ་འཁོར་དཀྲུགས་ནོ་ནོ་གི་མཛའ་གོས་དེ་སྟོན་གི་སྟངས་ཨ་ལྷད་མེད་གི་ལེགས་སྐྱེས་བྱ་བ་ནོ་འདི་ཡང་གསེར་ལས་ལྷག་གི་རིན་ཐང་ཆེ་ག། དོ་ན་དུས་ད་ལྟ་ཡིན་རྒྱུ་ན་སྔ་ཕྱི་རྣམ་པའི་གཉན་ལམ་དུ་འབྲོག་འདུལ་འབྲེལ་བྱ་རྒྱུའི་སྣོད་དུ་རེབ་གོང་རི་ཀ་འབྱུང་བའི་གྲོང་ཁྱེར་གྱི་དགེ་བའི་བཤེས་གཉེན་ཆེན་པོ་ལྕང་སྐྱ་དགེ་འདུན་བཀྲ་ཤིས་ལགས་ཀྱིས་ད་ཐེངས་ཀྱི་ཕ་ཁྱིམ་མཛད་སྒོའི་གི་སྟེང་དུ་རྡོ་འདེ་ཁང་རི་ཀ་ཕྱེད་ཀྱི་བཞི་བོན་གཟའ་སྙན་ངག་མེ་ལོང་མ་དང་འབྲེལ་ཡོད་ཀྱི་གསུང་བཤད་བཙུགས་ད་སྙན་ངག་ཕ་ཁྱིམ་གླིང་ལ་རྗེ་འབར་ཁང་རི་ཀ་བརྗིད་ཀྱི་སྤྲོ་སྤྲོའི་སྒོ་ནས་གསུང་བཤད་སྤྲིངས་གནང་རྗེས་ཕྱེད་ཀྱི་བཞི་བོ་ཚེ་ཁོག་གི་དུ་ན་ངས་སྙན་ངག་ཕ་ཁྱིམ་གླིང་གི་ཚོགས་མི་ཡོངས་ཀྱི་མགྲིན་ཚབ་བའི་བརྡ་ལས་དགེ་རྒན་ཚང་གི་སྐུ་ཚེ་བསྐལ་བརྒྱར་བརྟན་ཞིང་ཐུགས་ཀྱི་བཞེད་དོན་ཡོངས་སུ་འགྲུབ་པའི་བཀྲ་ཤིས་སྨོན་འདུན་ཞུ་བ་ཡིན།

ཕ་ཡུལ་གྱི་ནམ་མཁར་འབྲུག་སྒྲ་དིར་ཞིང། གློག་མར་འཁྱུག། གློག་མར་གཡུག་ཀྱང། ཟེར་བ་བབས་པས། འུ་ཚང་གི་མི་རབས་དུ་མའི་རང་ལ་གཉེར་བའི་མེ་ཏོག་ལྡུམ་ར་དེ་ཡང་དིར་དུ་བརླགས། ཨ་ཕ་ལགས། ལོ་རྒྱུས་འཁོར་སྐྱོད་ཀྱི་གོམ་བགྲོད་བར་ན།
འུ་ཚང་ནམ་ཡང་འདར་འདར་དུ་འཕུར་བའི་ཕྱི་དབྱིབས་ནི། རྒྱུས་མེད་ནམ་མཁར་ཡངས་པོར་གཤོག་པ་རྐྱོང་བའི་གོ་སྐབས་དབེན་ན། སྐྱེ་ལྡན་གྱི་གསང་འཁོན་ལྷན་གྱིས་ང་ཚོའི་བསམ་གཞིག་ཁྲི་ཕྲག་གི་གཤོག་སྙིང་ཐོག་གི་སེམས་རྒྱུད་རེ་རེ་རྨི་ལམ་གྱི་གར་སྟེགས་སུ་བསྐྱལ་ཏེ་ཀུན་གྱི་ལྷིང་འཇགས་ཀྱི་སྒོ་མོ་གདོང། དེ་རིང་ང་ཚོས་སྟོན་ལྗོངས་ལ་རེ་བའི་སྨོན་འདུན་གྱི་ལྷ་དར་དཀར་པོ་ཐོད་ལ་བཟུང་སྟེ་སྙན་ངག་ཕ་ཁྱིམ་སུ།

གངས་སྐྱིད་ལྷ་མོའི་སོ་རྩིས་ལས་གྲོལ་བའི་རྗེས་དྲུག་གི་དབྱངས་རྟ་སྙན་མོ། གངས་སྐྱིད་འབའ་ཡུལ་སེམས་ཁོངས་ལས་བརྡོལ་བའི་མཚོ་རྒྱུན་གྱི་མ་ལྷོ་ཚེ་རོ། འདི་ནི་དུས་རབས་ཀྱི་གླེང་སྟེགས་ཁྲོད་བ་པའི་རེ་བའི་གླགས་སྒྲ་ཡིན་ལ། འདི་ནི་ལ་རྒྱའི་གངས་རི་ལས་བ་པའི་མཚོ་མདོག་གསར་བའི་རྨི་ལམ་ཡིན། རེ་བརྩེ་ལྡན་གྱི་འཕྲིན་གྲོགས་ལྷན་རྒྱས་མཚམས་འདི་ནས་རྒྱུན་རྒྱལ་སྤྱིའི་དཔེ་འཛིན་གྲྭ་སྙན་ངག་ཕ་ཁྱིམ་གླིང་མི་ཡུལ་དུ་བལྟམས་ནས་ལོ་འཁོར་དྲུག་ལོན་པའི་མཛད་སྒོའི་དུས་སྟོན་གྱི་སྟེང།
ཁྱེད་ཤི་ཤི་ཡོད་ནོ་གི་གླུ་བ་རིག་འཛིན་ཉི་མ་ལགས་ཀྱིས། ཁ་ཚིག་ལོག་མ་བཞག་སྨྱོ་རྩིས་བྲིས་ཞུ་ཡག་ལ་གཞི་སྙམ་མོ་ཟིག་གི་ལེགས་སྐྱེས་འབུལ་རྒྱུ་རེད། རྗེ་བདག་བཞུགས་ཀྱི་དགེ་བའི་བཤེས་གཉེན་རྣམ་པ་དང་དེ་ནས་གཞས་པ་གཞས་མ་ཚང་མ་གང་ལྟར་ཤ་དང་རུས་པ་གཅིག་ལས་ཆད་པའི་བོར་ཕུ་མདའ་ཚང་མ་ལ་བཀྲ་ཤིས་བདེ་ལགས་ཞེས་ཆེད་དུ་གདུང་ལེན་ཟུར་ལྟ་བ་ཡིས་བཀའ་དྲིན་ཆེ།

དེའི་སྤྱིར་བཏང་བ་མགྲོན་བཏུབས་སུ་རེད་ཟེར་ནས་འཇལ་གི་འགྲོ་ལྷན་རྗེས་མཚམས་འདི་ནས་བརྗེས་ན། སྙན་ངག་ཕ་ཁྱིམ་གླིང་མེད་དུ་བཏབ་ནས་ལོ་འཁོར་དྲུག་ལོན་པའི་མཛད་དགེ་དེ་སྟོན་གི་དང་ཨ་སྒོ་ཀ་རོ་ལགས་ཀྱིས་སྙན་ངག་གི་བཞེངས་ཁམས་ཞེས་པའི་སྙན་ངག་ཞིག་གྱེར་འདོན་བྱ་རྒྱུ་རེད། ཡ། མཛའ་གཅིག་དང་སྟོང་གསུམ་གྱི་མེ་ཏོག་གཅིག་ཏུ་བཞད་པའི་འདིར་གཞུག་ལྷན་རྒྱས་རྣམ་པ་ཁྱེད་རྣམ་པའི་སྐུ་ཁམས་བདེ་མོ་ཡིན། ངས་དེ་རིང་འདི་ནས་ཁྱེད་ཅག་གི་སྙན་ལྷམ་དུ། སེམས་ཀྱི་ཉི་མ་ལྷ་ས་ཞེས་པའི་རང་གྲས་རྩོམ་ཡིག་ཐེངས་ཤིག་གྱེར་སྐུལ་བྱ་གྱིན་པའི་རྣམ་པ་ཚང་མའི་ཐུགས་འདུན་དང་འཚམ་པའི་སྨོན་འདུན་སྙིང་ནས་ཞུ། ངའི་སེམས་ཀྱི་ཉི་མ་ལྷ་ས། ཉི་ཟླའི་དཀྱིལ་འཁོར་དུ་བཀྲ་བའི་ངའི་སྙིང་དབུས་ཀྱི་ཉི་མ་ལྷ་ས། རེ་བ་དང་རྨི་ལམ་རྫོགས་པའི་མིག་ཆུའི་རྒྱུ་རྐྱེན་དང་འགྲོགས་ནས་ཁྱེད་རང་འདི་ལྟར་བརྐོས་སོང། ང་ཚོའི་མིའུ་དག་གིས་བླ་ན་མེད་པའི་གནམ་སྲོལ་གྱི་བསྲེགས་མ་རེ་རེ་བཞིན་ཁེ་ཉིན་བསྐྱངས་ཤིང། ཕ་རྒྱུད་སྤྲེའུ་བྱང་སེམས་ལས་མཆེད་པའི་གདོང་དམར་གྱི་བུ་ཚ་དག་གི་རྔུལ་ཆུའི་ཐུན་འཕྲང་རེ་རེ་བཞིན་ཁེ་ཉིན་བསྐྲུན། ངའི་སེམས་ཀྱི་ཉི་མ་ལྷ་ས་ཡ། ངས་ལག་ཟུང་ཐར་མོ་སྦྱར་ཏེ་ཁེ་ཉིན་སྙིང་གར་བསྒོམས་ཏེ་གསོལ་འདེབས་བྱས་དུས་ཁེ་ཉིན་དེ་ལྟར་བཞུད་ནས་དགའི་མཚར་འདུག། ད་དུང་དེ་གའི་དུད་སྤྲིན་འཐུལ་པའི་ལུང་བ་དེ་ན་ཁྱེད་ཉིད་ཁུ་སིམ་རེར་ལྷག་འདུག་དོན་ཅི་ཡིན་ནམ། ང་ཚོའི་གདོང་དམར་བ་ཚང་གི་ཡབ་མེས་རྣམས་ཀྱི་ཕ་ས་དང་ཕ་ཁྱིམ་སྨུག་པོ་བདག་གི་ཉི་མ་ལྷ་ས། ཁྱེད་ནི་ད་ལྟ་བྱ་ཁྱུ་སྐོར་ཞིག་གི་རྡང་སྐོར་རྒྱག་ས་དང་འགྲུལ་བ་ཚོའི་གཞི་ལམ་དུ་འགྱུར་དོན་ཅི་ཡིན་ནམ་ངའི་སེམས་ཀྱི་ཉི་མ་ལྷ་ས་ཡ། ཁྱོད་ཀྱིས་རྩིས་ངེས་ཀྱི་ལྡེབས་རིས་ཀྱི་ནང་རྐྱེན་མཐའ་དག་དེ་ཀྱི་གླེང་མོལ་འདི་ཨ་ཡིག་དྲག་པོས་ང་དང་ཁ་ཐག་ཇེ་རིང་དུ་གྱུར་དོན་ཅི་ཡིན་ནམ་བདག་གི་ཉི་མ་ལྷ་ས་ཡ། གསེར་བླ་མར་འཁྲུལ་བའི་ཁྱོད་ཀྱི་རྒྱ་བལ་རྟགས་མཐོང་ན། ངའི་མེས་པོ་ཚོའི་ཞི་མོལ་གྱི་སྙིང་སྟོབས་དང་བླ་མེད་ཀྱི་གཟི་བྱིན་དེ་དྲན་གི་བདག་གི་ཉི་མ་ལྷ་ས་ཡ། ཁྱེད་རང་དེ་ལྟར་འཛུམ་མདངས་དང་རྒོད་སྒྲ་མེད་པའི་སྐྱོ་གདུང་གི་ཀློང་དུ་འཚུད་ནས་བསྡད་ན། ངའི་རྒྱང་བཞིན་གྱི་སྐྱེ་བོ་རྣམ་བཞི་ཅན་དེ་ཚོའི་བྲན་གྱི་བདག་གི་ཉི་མ་ལྷ་ས་ཡ། ཁྱེད་རང་དེ་ལྟར་བསམ་གཞིགས་ཀྱི་མགོ་གྲང་ཁར་ལྷུང་སྟེ་བསྡད་ན། ངའི་སེམས་ཀྱི་ན་ཟུག་ཁྲི་སྟོང་གི་ཆོས་ཉིད་བླངས་ན་འདོད་གི་སེམས་ཀྱི་ཉི་མ་ལྷ་ས་ཡ། འདི་དག་ཡོད་ཚད་མཐའ་ཡས་པའི་མཛེས་སྡུག་གི་རྩྭ་ཐང་བཞིན། འོད་དུ་འཐེར་ན་ཅིས་མ་ཆོག། བདག་གི་ཉི་མ་ལྷ་ས། བདག་གི་ཉི་མ་ལྷ་ས། ངའི་རྨེའུ་བདག་གི་གནམ་སྲོལ་གྱི་རིང་ཚད་ཡིས་བསྐྲུན་པའི་བདག་གི་ཉི་མ་ལྷ་ས། ང་ཚོའི་ཕུ་ནུ་མིང་བཟང་དེ་རེ་འདོད་ཀྱི་མིག་ཟུང་ཧེབ་ཀྱིས་ཅེར་ནས་ཁྱེད་ལ་གཏུགས་ནས་བསྡད་ཡོད་བདག་གི་ཉི་མ་ལྷ་ས་ཡ། ངས་ཁྱེད་གཉིས་ལ་ཐོང་ཐང་རེད་ལ་ངའི་ཡིད་སེམས་གཏན་ནས་སྐྱིད་མ་སོང་བདག་གི་ཉི་མ་ལྷ་ས། ཁྱེད་གཉིས་སྔར་ལྟར། དཔའ་རྟུལ་པའི་གཏམ་གྱི་དཔེར་དམིགས་ཀྱིས་ལོང་ནས་སྙི་ལས་སློང་བར་ཤོག། ཁྱེད་ཉག་ན་བའི་ཤེས་རིག་གི་གཟི་འོད་ཁྲོད་ནས་ཚར་དུ་དངར་བར་ཤོག། ངས་ཁྱེད་ལ་མིག་ལྕེ་སློང་ནས་སྒུག་འདུག་ངས་ཁྱེད་ལ་ནག་ཟུག་སློང་ནས་སྒུག་འདུག་བདག་གི་ཉི་མ་ལྷ་ས་ཡ།